རྒན་བསྟན་འཛིན་དབང་གྲགས་ཡང། ང་ཤ་ཚང་མ་ཡི་ག་འཛོམས་བྱེད་ཟེར། རྒྱུ་མཚན་གཙོ་བོ་བོ་ཁྱེད་བསྟེན་ན་དེ་ནས་ཐོ་རེ་ཡོང་སྤྱིར་བྱ་ནི། ཕྱི་ཟླ་བདུན་པའི་ཟླ་རེའི་ཉི་ཤུའི་བཞག་ག། བོ་ཁྱེད་བསྟེན་དེ་ནས་སྐྱབས་དགོན་ས་སྐྱ་གོང་མ

དེ་ནས་དེ་སོགས་བདུན་རྒྱུད་དེ་ན་དེ་ནས་སྐྱེ་བ་ལེན་ཐུབ་པ་མ་གནོག་ཞུས་ཟེར་ན་གསུངས་པ་སང་ཁོང་བླ་མ་རྩ་ཆེན་མོ་ཡིན་ཀྱང་དེ་ནང་ནས་སངས་རྒྱས་དང་བྱང་ཆུབ་སེམས་དཔའི་སྒྲུབ་པ་ཡིན་ཀྱང་དེ་ནང་ནས་དེ་ནས་ཁའོ་ཁྱེད་དེ་ང་དང་ཚང་མས་དེ་ནས་མཁྱེན་མཁྱེན་པ་གུ་རུ་རིན་པོ་ཆེ་ཚེ་དེ་ནས་རྣམ་འཕྲུལ་ངོ་ཟིན་བཞོན་ནོ་གསུངས་པ་སང་ཁོང་གིས་དེ་ན

བསྟན་གནང་ནས་ད་ལོ་བཙོགས་ཤིག་དེ་ནས་ང་དང་ལོ་ནག་བཅས་འདོགས་པ་ཡིན་ནའང་ད་ང་དང་ལ་དྭགས་པ་བཙོགས་ཤིག་བསམ་བློ་བཏང་ན་རྨ་བཟོ་རྣམས་ཅན་དང་ཀ་བ་ཅན་གྱི་ཡིན་ནག་ཞུ་ཨ་ཁ་བོ་ཁྱེད་དེ་ང་དང་ཉིས་ཟླ་གཉིས་བཙོགས་ཤིག་ཡང་ན་པོ་དེ་ན་ཡོད་ནམ་མེད་ན་ལ་ཆེན་དེ་ནས་ང་དང་རྒྱ་བ་བཞིན་ནོར་བུ་དེ་ན་ཙོ་ས་སྐྱ་གོང་མ་རིན་པོ་གོང་མ་ཁྲི་ཆེན་རིན་པོ་ཆེ་རྣམ་པ་གཉིས་དུ་ཚོ་གཅིག་ག་ཨི་བཙོགས་སེ་དེ་ནས་དུ་ལོ་ཞིག་ན་ལ་དྭགས་ལ་དེ་ནས་ང་དང་མཉམ་དུ་དེ་ནས་ཞབས་ཁོ། རྫ་སྐྱེས་སྤོ་བྱེད་དེ་ན་མངའ་ཐང་ཚང་མེད་མ་སོ་ནམ་དང་མངའ་ཐང་ཚང་མེད་མ་སོ་སྡེ་ཡིན་ནག་བཞུ་བྱེད་ཡིན། དེ་ནས་ད་ཁོང་ཡི་ག་ཕེབས་བྱེད་གཙོ་བོ་བོ་བྱེད་དེ་ན་ཅི་ཕེ་ཡིན་བཞུ་ན་དེ་ནས་ཀ་བོ་བྱེད་དེ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་དགུང་ལོ་བཅུ་བཞི་ནས་བཏང་སྟེ་ད་ད་ལོ་དགུང་ལོ་བརྒྱད་ཅུ་གྱ་ཞིག་ཕེབས་པ་ནོ་དེ་ནས་དེ་དེ་ཚུགས་པ་དེ་ནས་དེ་ཚུགས་དེ་ནས་ཁོང་མི་ཚེ།

དགོན་སྡེ་ཁག་དེ་ན་ཚོ་ཚོགས་པ་ཁག་སློབ་གྲྭ་ཁག་དེ་མ་ཡིན་པ་དེ་ནས་སྒེར་གྲོང་པ་མང་པོ་ཞིག་གི་དེ་རིན་པོ་ཆེ་བཞུགས་ཆས་ཟེར་དེ་ནས་འབད་བརྩོན་མཛད་འདུག་འོ་ད་ལྟའི་བོད་སྐད་དེ་ན་མ་ནས་མ་མཛད་བཞུགས་ཆས་ཟིན་ཅི་ཡས་ཞུ་ན་ཁོང་ཚོགས་བླ་ཆེན་རྣམ་པ་ཀུན་ལ་ད་ཕེབས་སྐྱེལ་ཅིག་སྤེལ་ཀ་ནས་ང་དང་ཙམ་ཞིག་བྱིན་རླབས་པོ་མ་ཆེན་མོ་ཞིག་ཐོབ་པ་མཛད་དེ་ཡིན་ནོ་ཞུ་ཅིང་གསུངས་པ་སང་ད་ལན་དེ་ནས་ཁོང་ང་དེ་ནས་ཁོང་ནས་དེ་ནང་ནས་ཁོང་དགུང་ལོ་ཆེན་མོ་ཕེབས་ཏེ་ཡོད་མཁན་དེ་ནང་ནས་ཁོང་དེ་ནས་མ་སྐུ་ཤ་རྒྱག་པ་གྱོད་དེ་ཡོད་མཁན་ནས་བཞག་སྟེ་དེ་ནས་སྐུ་ངལ་མ་ཆེན་མོ་ཞིག་འདུག་སོང་པ་སང་སྟེ་གུ་ན་ཐུགས་བསམ་ས་ལ་གཟབ་སྟེ་དེ་ནས་ང་དང་ཚོགས་སྡེ་ཁག་དགོན་སྡེ་ཁག་དང་སློབ་གྲྭ་ཁག་སུ་ཞིག་ཡིན་ན་ཡང་དེ་ནས་གོང་མ་རིན་པོ་ཆེ་གོང་མ་ཁྲི་ཆེན་རིན་པོ་ཆེ་གཉིས་ཀ་གྱོད་དེ་ག་ལོ་ཞིག་ས་ལ་གཟབ་བཞུ་བ་རྫོགས་ཏེ་རྫོགས་དེ་ནས་རེ་བ་པོ་ཁྱེད་དེ་ནས་མ་བསྡོད་སེམས་མ་མ་རྒྱབ་བཞུ་བྱེད་སེམས་ཨོ་ད་གཙོ་བོ་དེ་བཞུ་བྱེད་སེམས་ཐུགས་རྗེ། དེ་ནས་བདག་ས།